སྤྲོད་རིགས་པ་འདི་ཤིན་ཏུ་གལ་ཆེ་ཚུལ་དུ་གཅིག་བཤད། དེའི་ནང་ནས་དོན་དང་པོ། མི་རྣམས་ཀྱི་བྱ་བ་ཅི་བྱེད་ཀྱང་དཀའ་ཆག་ལ་བརྟེན་དགོས་པ་དེ་དོན་དག་པོ་རེད། དེས་ན་སྤྱིར་ངེད་ཚོའི་མི་འདི་སེམས་ཅན་གཞན་པ་དང་མི་འདྲ་གི། མི་དང་སེམས་ཅན་གཞན་པ་གི་ཁྱད་པར་འབྱེད་བྱེད་དུ་གཙོ་བོ་གང་རེད་ཟེར་ན། ད་དཀའ་ཆག་བྱེད་ཤེས་མི་ཤེས་དེ་ལ་རག་ལས་ནི་རེད། དེ་འདྲ་ཡིན་པའི་གངྒའི་ངལ་ལྕགས་ཀྱི་མཚན་མ་རིག་པ་ལ་སོགས་པའི་སྐབས་སུ་མི་ལ་མཚན་ཉིད་བཞག་པ་དེ་དམར་ཤིས་སྟོན་གོ་ཞེས་པ་དེ་རེད། དེས་ན་དམར་ཤིས་ཞེས་པ་དེ་དཀར་ཆ་ཕ་རོལ་པོ་ལ་དམར་ཞེས་པ་དེ་བཤད་ཤེས་པའི་དོན་རེད། སྟོན་གོ་ཞེས་པ་ནི་ཕ་རོལ་པོ་གིས་བཤད་པའི་དཀར་ཆ་དེའི་དོན་ཉན་མཁན་རང་ཉིད་ཀྱིས་གོ་བ་ལེན་ཐུབ་པ་དེའི་དོན་རེད། དེས་ན་དང་སྤྱིར་དམར་ཤེས་པ་དང་དུང་གོ་བ་དེ་ནི་ད་བཤད་མཁན་དང་ཉན་མཁན་གཉིས་ཀྱི་ཆ་ནས་བཞག་པས་ད་སྐད་ཆ་ངོ་བོ་ངོས་འཛིན་དང་གཟིགས་རིགས། དེས་ན་ད་ལྟོས་ལྟ་བའི་སྐད་ཆ་དེ་ད་མི་མ་གཏོགས་སེམས་ཅན་གཞན་ཞིག་གིས་བརྗོད་ཐུབ་ནི་མ་རེད། ཡང། སྲོག་ཆགས་གཞན་པ་ལ་ཡང་ད་སྐད་ཆ་འདྲ་བོ་ད་སྟོན་གཅིག་གི་ཐབས་ཚིག་ཡོད་ནི་རེད། དཔེ་འཇོག་རྒྱུ་ན་ཨུ་ཅོ་སྦྲང་མ། དེས་སྤྱིར་ད་ཕུ་ཀྲི་ཐ་ཚོ་རྒྱའི་སྟེང་འདྲ་བ་གི་འདི་གི་དབྱིབས་དུམ་བུ་ཟིག་འཕུར་ན། རང་གི་མཐའ་སྐོར་གི་ས་ལེཝར་གཅིག་གི་ནང་ཚུད་ན་སྦྲང་རྩི་གི་འབྱུང་ཁུངས་ཡོད་པ་དུ་གོ་བརྡ་སྤྲོད་ཐུབ་ནི་ཞིག་རེད། དྲི་དུས་ལྟ་བུའི་སྐད་ཆ་དུ་ད་རང་ག་ལྷན་སྐྱེས་ཤིག་བཙུགས་པ་མ་གཏོགས་འཇིག་རྟེན་འདི་ཐོན་ནས་ཕ་མ་དང་སྤྱི་ཚོགས་གི་ཁོར་ཡུག་ལ་སོགས་པ་ནས་རིམ་བཞིན་བརྗེད་ངེས་ཐུབ་ནི་ཟིག་མ་རེད། དེ་ལས་གཞན་དུ་དུས་ལྟ་བུའི་སྲོག་ཆགས་གཞན་པ་གི་ཕན་ཚུན་གོ་བརྡ་སྤྲོད་སྤྱོད་སྐོར་དེ་ད་རིག་གནས་ཀྱི་བསྟན་དོན་ཕུན་སུམ་ཚོགས་པ་ཟིག་ཡོད་ནི་མ་རེད། མི་རྣམས་ཀྱིས་བཤད་པའི་སྐད་ཆ་ཡིན་ན་ད་ལྟའི་ནང་ན་རང་ཉིད་གནས་ཚུལ་གྱི་ཁོར་ཡུག་དང་རང་ཉིད་ཀྱི་འཚོ་བའི་གོམས་གཤིས། མི་རྣམས་ཀྱིས་བསམ་བློ་གི་འདུ་ཤེས་འཛིན་སྟངས་ལ་སོགས་པ་ཡོད་པའི་དབང་གིས་ད་ང་ཅག་གིས་སྐད་ཆ་འདི་བཤད་བ་གང་ཞིག་སྒྲུབ་པའི་ལག་ཆ་གལ་ཆེན་ཟིག་བྱུང། རྒྱུ་མཚན་གང་རེད་ཟེར་ན། ང་ཅག་མི་ཞིག་ལ་ཚོམ་ན། ཁྱོད་གཞན་གཞན་ལ་འགྲོ་བ་དང། ངས་འདི་ནས་གཞན་ཞིག་ལ་འཇིགས་པ་དང། ཡང་ན་ཆུང་འདང་བྱེད་པ་ལ་སོགས་པ་གང་བྱས་ཀྱང་ཐོག་མར་ཁྱོད་ཡར་བླངས་དགོས་པ་རེད། ཡར་བླངས་ནས་གོམ་པ་དང་པོ་གཉིས་པ་ལ་སོགས་པ་སྤོས་ནས། གོམ་པ་སྤོ་བ་ལ་བྱིང་བའི་ཚེ་ན་ད་གཟོད་འཇིགས་པ་དང་ཆུང་བ་ལ་སོགས་པའི་བྱ་བ་གཞན་དག་བྱེད་ཐུབ། དེ་བཞིན་དུ་སྐད་ཆ་ལ་བརྟེན་པའི་བྱ་བ་གཞན་དག་བྱེད་དགོས་ན་ཁྱོད་ཐོག་མར་སྐད་ཆ་ཡང་དག་པ་ཟིག་ད་གཤེགས་ཤིག་དགོངས་ནས་ཞུ། དེས་ན་སྐད་ཆ་ཡང་དག་པ་ཟིག་བཤད་ཤེས་པ་དེ་ཡང་མི་རིགས་གཅིག་གི་གོམས་སྲོལ་དང་མཐུན་པའི་སྐད་ཆ་སྦྱོར་ལུགས་ཟིག་བཤད་དགོས་པ་མ་གཏོགས་མི་རང་རང་གི་དེ་རིང་ཇི་ལྟར་བཤད་འདོད་པ་དེ་ལྟར་གང་འདོད་དུ་བརྗོད་པ་དང། ཡང་སང་ཉིན་དེ་རང་གི་དོན་དང་མི་མཐུན་པར་ཡང་རང་གིས་གང་འདོད་དུ་བརྗོད་པ་དེ་ལྟ་བུ་ཟིག་ཆོག་ནི་མ་རེད། དེ་ཡིན་ན་དང་ང་ཅག་རྣམས་ཀྱིས་དཀར་ཆག་གི་གནས་ལུགས་རྟོགས་དགོས་པ་དང་དཀར་ཆག་གི་གནས་ལུགས་དེ་ལྟར་དུ་ད་ཚིག་གི་སྦྱོར་བ་ལ་སོགས་འཕེལ་རྒྱས་དུ་ཤིན་ཏུ་གལ་ཆེ། འདི་དང་པོ་རེད། གཉིས་པ། བརྡ་སྤྲོད་རིག་པ་འདི་རིག་པའི་གནས་ཆེན་པོ་ལྔ་གི་ཐོག་མ་ལ་བཞག་པའི་རྒྱུ་མཚན་དེ་རེད། དེས་ན་ང་ཅག་བོད་ལ་ས་སྐྱའི་པཎ་ཆེན་གངྒཱ་རྒྱ་མཚོན་གྱི་སྐུ་རིང་ནས་བཟུང། ལྟ། རིག་གནས་ཆེན་པོ་ལྔ་དང་ཆུང་བ་ལྔ་ལ་སོགས་པ་གི་སྲོལ་རྒྱུན་གྱི་རིག་གནས་བཅུ་ཟེར་བ་གཟིགས་ལྟར་གསུངས་ཟིན། དེས་ན་སྲོལ་རྒྱུན་གྱི་རིག་གནས་ཆེ་ཆུང་བཅུ་དང་པོ་འདིའི་ཐོག་མ་ན་སྒྲ་རིག་པ་ཞེས་པ་ཞིག་ཡོད་གི། དེས་ན་སྒྲ་རིག་པ་ཟེར་བ་ནི་དུས་ཀྱི་བརྡ་སྤྲོད་རིག་པ་ཞེས་པའི་དོན་བྱུང། དེ་ཡིན་པའི་རྒྱུ་མཚན་གང་རེད་ཟེར་ན་ས་སྐྱ་པཎ་ཆེན་གྱི་མཁས་པ་རྣམས་འཇིགས་པའི་སྒོ་གི་ནང་ན། དུས་ཡུལ་བརྡ་སྤྲོད་རྟོག་གེ་དང། གསོལ་བ་ཕྱི་ནང་རིག་བྱའི་བྱ་ཞེས་བརྡ་སྤྲོད་རིག་པ་འདི་དག་རིག་པའི་གནས་ཆེན་པོའི་ངང་གིས་ཐོག་མ་བཞག་གམ། དེས་ན་དེ་ནི་གང་རེད་ཟེར་ན། སྤྱིར་བརྡ་སྤྲོད་རིག་པ་གི་ཚིག་གིས་འཁྲི་བ་ཚར་གཅོད་དགོས་ནི་ཞིང། ཚད་མ་རིག་པ་གི་དོན་གྱིས་འཁྲི་བ་ཚར་གཅོད་དགོས་ནི་ཞིང། དེས་ན་སྤྱིར་ཚད་མ་རིག་པའི་དོན་གྱིས་འཁྲི་བ་ཚར་གཅོད་པ་དེའི་དོན་དམ་པ་གང་རེད་ཟེར་ན། བཀའ་ཆའི་སྦྱོར་བ་ལས་བྱུང་བའི་ཕྱི་རོལ་གྱི་འཇིག་རྟེན་ཁམས་ཀྱི་གནས་ལུགས་དེར་ཞིང། དེས་ན། སྤྱིར་ཕྱི་རོལ་གྱི་གནས་ལུགས་ཇི་ལྟ་བ་བཞིན་དུ་དཀའ་སྤྱད་སྦྱོར་བ་ན་ཡང་དུ་གསལ་བོར་བསྟན་ཡོད་ན་དེས་དཀའ་སྤྱད་སྦྱོར་བ་དུ་གཏན་ཚིགས་དང་ལྡན་པ་རེད། དཀའ་སྤྱད་སྦྱོར་བ་ལས་བྱུང་བའི་དོན་དུ་ཕྱི་རོལ་གྱི་ངེས་པའི་གནས་སྟངས་དང་མི་མཐུན་ན་དེ་ལ་ད་གཏན་ཚིགས་དང་མི་མཐུན་པ་དག་བསྲེ་དགོས། འོ་ན་དེ་ལྟ་བུའི་གཏན་ཚིགས་དང་མཐུན་མི་མཐུན་དུ་གང་ལ་བལྟ་དགོས་ནི་རེད་ཟེར་ན་ད་གཙོ་བོ་བརྡ་སྤྲད་པ་དེ་ཡང་དག་པ་ཡིན་མིན་ལ་བལྟ་དགོས་ནི་རེད། དེ་ནི་ད་གུ་དང་བརྡ་སྤྲོད་རིག་པ་འདི་ད་གཟོད་དང་གསོལ་བ་ནང་དོན་རིག་པ་ལ་སོགས་པ། འཇིགས་བྱེད་ཀྱི་སྒོ་མོ་ལྟ་བུ་ཟིག་ཡིན། དེ་ཡིན་ན་ད་སྤྱིར་བཀའ་ཁྲིའི་སྦྱོར་བ་དག་པ་ཞིག་དཔེ་མཐོ་བའི་མིང་གཞིའི་སྟེང་ནས་ད་གཟོད་ད། སྒྲ་དང་དོན་གྱི་མཉམ་སྦྱིན་པ་གི་ཚིག་རྒྱན་རིག་པ་འདི་སྦྱང་དགོས་པ་རེད། དེས་ན་ཡང་ཚིག་རྒྱན་རིག་པ་ལ་སོགས་པ་སྤེལ་བའི་དུས་སུ་སྒྲ་གཅན་གྱི་སྡེབ་སྦྱོར་ལ་སོགས་པ་སྦྱང་དགོས་ན་རྟགས་ཀྱི་སྡེབ་སྦྱོར་རིག་པ་སེམས་ལ་ཤོང་དང་གཟིགས། དེ་དང་འདྲ་བར་སྒྲ་གཅིག་ཀྱང་དོན་མ་སྐྱེར་བ་དང་ཡང་ན་དོན་གཅིག་ཀྱང་སྒྲ་མ་སྐྱེར་བ་གྱི་མིང་གི་རྣམ་གྲངས་མང་པོ་ཞིག་སྟོན་པ་དེ་མངོན་བརྗོད་སེམས་ལ་ཤོང་དང་གཟིགས། ཡང། སྔར་ལོ་རྒྱུས་ཀྱི་སྟེང་ནས་བྱུང་བའི་དོན་དག་གང་ཞིག་ད་ལྟ་ཀིར་གི་རྣམ་པ་ཡིས་བསྐྱར་ཟློས་བྱས་ནོ་དེ་ཡང་སྡེ་ཀིར་ཐུགས་སྲས། དེས་ན་ད་སྡེ་ཀིར་ཡིན་ན་འདྲ། སྙན་ངག་ཡིན་ན་འདྲ། མངོན་བརྗོད་ཡིན་ན་འདྲ་སྡེབ་སྦྱོར་ཡིན་ན་འདྲ་གང་ཡིན་ཀྱང་ད་བརྡ་སྤྲོད་རིག་པ་གི་གོ་བ་གི་རྨང་གཞི་གི་སྟེང་གི་དོན་ཚིག་ཞིག་དཔེ་འཇོག་གིས་ན། བརྡ་སྤྲོད་རིག་པ་སྡོང་བོ་ལྟ་བུ་ལ་མཚོན་ན། ཚིག་རྒྱན་རིག་པ་དང། མངོན་བརྗོད་རིག་པ། སྡེབ་བརྗོད་རིག་པ། སྡེ་ཀུན་རིག་པ་ནི་ད་སྡོང་བོ་དེའི་སྟེང་གི། འདབ་མ། མེ་ཏོག་སུའི་ཏོག་ལ་སོགས་པ་ལྟ་བུ་ཞིག། དེས་ན་སྡོང་བོ་ལ་མ་བརྟེན་པའི་འདབ་མ་ཞིག་དང། འདབ་མ་མེད་པའི་མེ་ཏོག་ཞིག་དང་མེ་ཏོག་མེད་པའི་སུའི་ཏོག་ཞིག་འབྱུང་སྲིད་པ་མ་རེད། བརྟེན་པའི་དབང་གིས་ད་སྤྱིར། བརྡ་སྤྲོད་ལས་སའི་གོ་ནོར་འདི་རིགས་པས་གནས་གཞན་པ་ཐམས་ཅད་ཀྱི་ཐོག་མ་ལ་བཞག་པ་ནི་དེ་རྩ་བ་ཡིན་ཞེས་པའི་དོན་ཏེ། ད་འདི་ནས་བཤད་པའི་འུ་ཚོའི་བརྡ་སྤྲོད་རིག་པ་འདི་ཤིན་ཏུ་གལ་ཆེ་ཚིག་གི་ནང་གི་དོན་གཉིས་པ་རེད། དོན་གསུམ་པ་ཡིན་ན། ཅི་རེད་ཟེར་ན་ད་འུ་ཚོ་སྤྱིར་ཕར་སྐད་འདི་ཤིན་ཏུ་གལ་ཆེ་བ་འདི་ཅིག་བཤད་དགོས། དེས་ན་ད་ལྟ་འཛམ་གླིང་ན་སྐད་ཆ་རིགས་མི་འདྲ་བ་སྟོང་ཕྲག་དྲུག་ཡོད། སྐ་ཆུང་རིགས་མི་འདྲ་སྟོང་ཕྲག་དྲུག་ཤོས་འདི་རེ་རེ་བཞིན་རང་གི་བདག་པོ་རེ་ཡོད་གི། དེས་ན་བོད་སྐད་ནི་ད་ལྟ་ད་ཉི་ཁྲི་ལྔ་བརྒྱ་དང་བཞི་བཅུ་ལྷག་གི་བཤད་གི་ཡོད་པའི་སྐད་ཆ་དེ་མོ་ཚུལ་དུ་ཀྲུང་གོའི་རྒྱལ་ཁབ་ཀྱི་ནང་ཁུལ་གྱི་གནས་ཚུལ་རེད། ད་རུང་ཡང། ད་འཛམ་གླིང་གི་ནང་ཁུལ་ན་ཡང་བོད་སྐད་བཤད་པའི་ཡུལ་ཤིན་ཏུ་མང་བོ་ཟིག་ཡོད་ནི། དཔེ་འཇོག་གྱིས་ན་ད་འབྲུག་ཡུལ། རྦད་དུ་ནེ་པ་ལ་ལ་སོགས་པ་ཤིན་ཏུ་མང་གི། ཤིན་ཏུ་མང་གི། དེ་ནི་ད་གུ་དང། སྤྱིར་སྐད་ཆ་ཟིག་ཡིན་ན་སྐད་ཆ་དེ་བཤད་མཁན་གྱི་བདག་པོ་ཟིག་ཡོད་ནི་རེད་གྲ་ག་འོན་ཀྱང། བདག་པོ་དེའི་ཉེས་བྲང་ལ་མང་ཉུང་ཁྱད་པར་ཤིན་ཏུ་ཆེན་པོ་ཡོད་ནི་ཞིག། དེས་ན་སྐད་ཆ་དེ་མོ་མང་བོ་ཟིག་ཡོད་ཀྱང་མི་སུ་དང་སུ་ཟིག་ཡིན་རུང་རང་ཉིད་ཀྱི་ཕ་སྐད་དེ་རང་ཉིད་ལ་ཆེས་ཆ་རྒྱུས་ཡོད་པའི་ལག་ཆ་གལ་ཆེན་ཞིག་ཡིན་ནི་རེད། དཔེར་བཞག་ན་ཨུ་ཚུགས་ཉེས་བརྩི་སྐྱེས་མ་ཐག་པ་ནས་བཟུང་རང་ཉིད་གནས་ས་གི་ས་ཆ་དང་རང་གི་ཕ་མ་རང་ཉིད་ཀྱིས་བཀོལ་སྤྱོད་བྱེད་པའི་ལག་ཆ་དེ་ལག་ཆ་གཞན་པ་དང་མྱུལ་གཞན་པ་དང་ས་ཆ་གཞན་པ་ལ་བལྟས་ན་ཆ་རྒྱུས་ཤིན་ཏུ་ཆེ་བ་བཞིན་དུ་ད་སྐ་ཆ་ཡང་རང་ལ་ཆ་རྒྱུས་ཡོད་པའི་ལག་ཆ་གལ་ཆེན་ཟིག་རེད། དེ་ཡིན་ན་ངས་ཅག་གིས་བྱ་བ་ཞིག་སྒྲུབ་པའི་དུས་སུ་རང་ཉིད་ལ་ཆ་རྒྱུས་ཡོད་པའི་ལག་ཆ་དེ་བཀོལ་ན་ལྟ་སྐོལ་བདེ་བ་དང་སྐུ་ནི་དོན་གཞན་ལ་བསྒྲུབ་ན་བསྒྲུབ་སླ་བ་ལྟ་མོ་ཟིག། དེས་ན་འདི་ཕྱིར། མི་རྣམས་ཀྱིས་ལས་ཀ་གང་བྱེད་ཀྱང་རིག་པས་ནི་གང་ལ་སྦྱངས་ཀྱང་དེ་སྦྱངས་ཤིག་གི་ཐབས་དམ་པ་རང་ཉིད་ཀྱི་ཕར་སྐད་འདི་བྱིན། རང་ཉིད་ཀྱི་ཕར་སྐད་འདི་བྱིན། དེས་ན་འདི་ཕར་སྐད་འདི་ལ། ད་རང་ཉིད་ལ་ཆ་རྒྱུས་ཟབ་མོ་ཞིག་ཡོད། དེ་ལ་བརྟེན་ནས་རིག་པས་ནི་གཞན་སྦྱངས་ན་ད་རང་གིས། རིག་པའི་གནས་གཞན་པ་ཐམས་ཅད་སྦྱངས་པ་དེ་ལས་སླ་བོ་ཟིག་ཡིན། འོ་ན། ཕྱིར་འདི་ལྟ་བུའི་བར་སྐད་དུ། ཕྱིར། དུས་དང་རྣམ་པ་ཀུན་དུ་བཞེངས་མཁན་གྱི་ཉིད་ཡོད་ན་དེ། ད་ལྟ་སྒིར་མེད་པར་དུས་དང་རྣམ་པ་ཀུན་དུ་གནས་ཐུག་ནི་རེད་ཟེར་ན་དེ་གནས་ཐུག་ནི་མ་རུང། དེས་ན། སྐད་ཆ་འདི་དར་སྤེལ་གཏོང་མི་གཏོང་དང་ཉམས་རྒུད་དུ་འགྲོ་གི་འཇོག་མི་འཇོག་དེ་སྐད་ཆ་བཤད་མཁན་གྱི་མི་རིགས་སོ་སོ་ལ་ད་རག་ལས་ནི་རེད། དེས་ན་རང་གི་སྐད་ཆ་འདི་ལ་ཆོམ་ན། ད་རིང་གི་སྐད་ཆ་འདི་མ་བརྗོད་པར། མི་རིགས་གཞན་གྱི་ཐ་སྙད། མི་རིགས་གཞན་གྱི་སྐད་ཆ་བརྗོད་སྟངས་དེ་ལྟར་དུ། ད་འདྲ་མ་འདྲིས་ཀྱི། ཡང་ན་ར་མ་ལུག་ལྟ་བུའི་སྐད་ཆ་བཤད་ན། རིམ་གྱིས་རིམ་གྱིས་ད་རིང་གི་སྐད་ཆ་འདི། བཀོལ་སྤྱོད་བྱེད་མཁན་མེད་ངེས། བཀོལ་སྤྱོད་བྱེད་མཁན་ཡོད་ཀྱང་ད་སྐད་ཆ་རྣམ་དག་མ་ཡིན་པ་གཞན་པ་ཞིག་གི་འགྱུར་ཟིན་ནི་ཞིག། དེས་ན་ངེད་ཅག་མི་གཟུགས་ལ་ཚོམ་ན། སྤྱིར་རིང་གི་གོམ་པ་ཆ་ལུགས་བརྒྱུད་ཀྱང་མི་རུང་བ་ཡོང་ནི་མ་རེད། རྡོ་ཡིག་གི་ཁང་བ་བཤིག་ཀྱང་མི་ཆོག་པ་ཡོད་ནི་མ་རེད། ཡིན་ན་ཡང་སྐད་ཆ་དག་མེད་མི་རུང་བ་ཞིག་ཡིན་ཞིང། གལ་ཏེ་སྐད་ཆ་མེད་ན་མི་རིགས་དེའི་བསམ་བློའི་འདུ་ཤེས་འཛིན་སྟངས་ཡོད་ནི་མ་རེད། དེ་ལྟ་བུའི་བསམ་བློ་གི་འདུ་ཤེས་དེ་མེད་ན་མི་རིགས་དེ་རིག་གནས་ཐུན་མོང་མ་ཡིན་པ་ཟིག་ཡོད་ནི་མ་རེད། གལ་ཏེ་རིག་གནས་མེད་ན་མི་རིགས་དེ་ནི་ད་སྲོག་ཆགས་གཞན་དང་ཁྱད་པར་མེད་པའི་ད་འཇིག་རྟེན་གྱི་སེམས་ཅན་ཅིག་ཡིན་རུང་གདའ། མི་སུ་དང་སུ་ཟིག་ཡིན་རུང་རང་ཉིད་ཀྱི་ཕ་སྐད་འདི་འཛིན་སྐྱོང་བྱེད་པའི་འགན་དབང་དུ་ལྡོག་ཏུ་མེད་པ་ཟིག་བའོ།